ད་ངོ་རྒོལ་རྒྱག་རིན་པོ་ཆེ་ལ་རྒྱག་ཐམས་ཅད་མཁྱེན་པ་ལ་ཡ་ནི། ཨོ་ངོ་རྒོལ་བྱེད་མཁན་གཙོ་བོ་ད་དེ་ཚོ་རེད། ད་ཁོ་རང་ག་འདྲི་བྱེད་ནས་བསྡད་འདུག་ཨ་ནི་ཆོས་ཉིད་ལ་བཤད་པའི་བད་གའི་དུག་སྣོད་རྩ་ཁོ་དང་མ་དེ་མ་མཐོང་བྱས་པས། ཨོ་ད་ད་ཨ་ནི་ད་ས་ངན་དྲུག་གི་ལས་བྱེད་རྒྱལ་བོང་ཁྲི་དང་སྐྱིད་པ་ཀྱེ་ཅང་ར་ཅི་རེད་ལས་ཀ་བྱེད་སྟངས་དེ་ཚོ་སྐྱིད་པ་ཀྱེ་ཅང་རེད་ད། ཨོ་འདི་འདྲི་བྱེད་འགྲོ་བསྡད་གི་བ་རེད་ནི། ཞི་བུ་ཅིག་ཁ་ཡག་ཅིག་ནི་ཞི་བུ་ཅིག་འཇམ་པོ་ཞིག་ག་ཁྱི་ཅི་ཅི། ཤི་བདེ་འགྲོ་གི་ཡོད་དུ་ཕན་བདེ་འགྲོ་གི་ཡོད་མདོག་མདོག་དོན་དག་ངོ་མ་མགོ་ལོ་སོ་སོ་ག་འདྲི་བྱེད་ཀྱི་འདུག་ཨོ་འདི་གསར་བཤད་ཙམ་གྱི་ཡིན་ཞེས་ཞུ་ཡ་ཡིན་ཨ་ནི་དེ་ཐེངས་མང་འགྲོ་མ་གཏོགས་འགྲིག་གི་མ་རེད་ཞུ་ཡ་ཡིན། གསར་བཤད་བྱས་ཡོད་ཚང་མ་བྱས་ཡོད་དངོས་ཡོད་རེད་མ་གཏོགས་ཨ་ནི་རྫུན་མ་མ་རེད་པར། པར་ཨ་ནི། མཉམ་དུ་རྒྱབ་འོས་ཀྱི་དེ་ཚོ་དངོས་ཡོད་རེད་མ་གཏོགས་ཨ་ནི་རྫུན་པ་དང་དེ་འདྲི་གང་ཡང་མ་རེད་ཞུ་ཡ་ཡིན།

སྲིད་སྐྱོང་བློ་བཟང་སེང་གེ་ལ་རྦད་དེ་དངོས་གནས་རྦད་དེ་སེམས་སུ་ཐོན་པའི་རྗེས་མི་སྣ་དེ་ལས་ཀླད་ཀོ་རྙིང་པ་དེ་དེ་ལས་གཡོག་རེད་ཀླད་ཀོ་གསོན་པ་དེ་སུ་ལ་གཡོག་རེད་ཀླད་ཀོ་གསོན་པ་དེ་རེད། བློ་དྲུག་ཤེས་ཡོན་ཅན་མི་སྣ་ཉེར་རྩ་བདུན་ཚེ་གཅིག་ལ་དངོས་གནས་བརྒྱ་ཆ་དགུ་བཅུ་གོ་གོ་ང་གླེང་ལས་ཀྱི་གང་གླེང་དེ་གཉིས་མི་ཐོག་ཚེ་ལ

ཏོ་རུ་ཤི་རུ་བཀའ་ཤག་གི་ལོ་དུས་ར་འདྲ་བཏང་འདུག་ཤོག་གི་ནང་ལ་ཡར་ལངས་ཚུགས་ཀ་འཚོགས་པ་དང་བཀའ་ཤག་གི་ཡི་གེ་རུ་ལོ་དུས་ར་འདྲ་དུས་ར་བཏང་ནས་སྤྲོ་སྣུར་བཏང་དགོས་ས་དེ་མགོ་ལོག་པད་མ་བཟང་པོར་ཕར་བཏང། མགོ་ལོག་པད་མ་བཟང་པོ་གྲངས་ལངས་བྱུས་ནས་ག་དུས་ཡིན་ན་མགོ་སྐོར་བཏང་སྟེ་འགྲོ་བ་ཡི་གེ་ནོར་བུ་ལ་འཚེ་མེད་ཞུ་བདེ་ཡོད་བ་དེར་ཕར་བཏང། ག་ཕྱིན་གྲངས་ལངས་ཁ་ལ་བཏང་ཡོད་མགོ་རེད། ཏོ་རུ་བཀའ་ཤག་གི་ཡི་གེ་རུ་ལོ།

ཡིན་ན་ང། ཆུང་དུས་སྐྱུག་སྐྱུག་གང་ག་རེ་ཤི་རེ་བྱས་ན་ང་ལ་ཁད་དེ་འདྲའི་ཚ་ཚ་བ་ཞི་ར་མི་འདུག། ངས་རྒྱ་ཡི་ཡིད་ནོར་བུ་རྒྱུད། སྐུ་གཟུགས་དཀར་ལས་མི་ཚང་མ་གི་བསམ་ཤེས་བྱས་ནས། སྐྱུག། ད་གཞན་པ་རྒྱ་ཆེན་པོ་ང་ཚོ་ལ་སྐྱུག་སོ་སོ་ལས་ཀྱི་བྱས་ཡ་མེད་ན། དགའ་བདེའི་ཕོ་བྲང་དུ་ནི་འདུག་ལས་ཀ་བྱེད་མྱི་ཚང་མ་མི་རྒན་པ་བྱང་ཆ་ར། དང་ངོ་ཡ་ད་ག་རེ་ན་ཚ་འདྲ་བ་ཞིག་མ་ཡོང་ལས་ཀྱི་ཐ་ཤིས་དང། ད་ཉིན་གྱི་མི་དང་མཚན་གྱི་ཁྱི། ནས་འབོད་སྐུལ་ཞུ། ནས་འཛིན་སྐྱོང་བཀའ་ཤག་ཁོ་རང་གི། ནས་ཅིག་ག་རེ་ཡིན་ན་ཅིག་ད་ག་འདའ་མ་འདའ་གི། ཁོ་རང་སྲིད་སྐྱོང་དང་པོ་ལངས་དུས་དང་པོ་ནས། བཞི་ནོར་བུ་བརྗོད་ད་གཅིག། ཧོ། ཀུ་ཤ་ལའི། འགའི་ཁུ་བའི་ཐོག་ནས་ཨེ་ནས་བོད་མི་རིགས་བོད་མི་ས་ཡ་དྲུག་གི། བདེ་སྡུག་ལ་ལྟ་ཉན་གྱི་མི་ཞིག་ཡིན་ལ་དགོས་ར། ད་ཀུ་ཅག་ག་དངོས་གནས་ཡང་ལས་ཚ་ནས་ཨེ་གོ་མེད་ཚོ་མེད་ཡོད་དེ་ན་བསྡད་དེ་ན་བསྡད་དེ་ལ་ཡང་བཤད་བསྡད་ར། ངོ་ཚ་མ་ཤེས་འོད་འདི་དྲང་པོ་བཤད་འོད་འདི།

འཛིན་རྒྱུ་བྱེད་ཐུབ་ཀྱི་ཡོད་ན་རེད་ཐུབ་ཀྱི་མེད་ན་རེད་ཁོ་རང་གཞན་པ་རྒྱ་ཆེན་པོ་ཁྱོད་མ་འཇོན་ན་དེ་ལྟར་བཀའ་ལོས་དང་ཧང་སངས་ཡང་བྱེད་དགོས་པ་གལ་ཆེན་པོ་རེད་བསམ། རྒྱ་གར་གྱི་མི་མི་དེ་ཚོ་ལ་བཤད་སྟངས་ཤེས་ན་ད་ཁྱི་ཤི་འདྲ་ཞིག་ཆོག་གི་མེད་ན་ཁྱི་ཤི་འཇོན་ཉན་གྱི་མི་ཀྱི་ར། དེ་འདྲའི་བྱེད་ཤུགས་ལ་ནི་ལ་ཆོག་གི་མེད་ན་དེ་འདྲའི་བྱེད་རོགས་ཤིག་ལ་འབོད་སྐུལ་ཞུས་ན་ཞུ་ཡ་ཡོད་འཇོན་གྱི་ར་ཡ་འདྲ་མ་ཡ་མ་མ་ཕེ་རུ་ཆིག་ལ་ལ་ནི་འགྲིག་གོ་ར། ད་ད་ད་རྒྱ་གར་ནག་དེ་དུག་ལ་རྒོལ་ད་མི་གཅིག་སྐད་བསྐྱལ་ཏུ་ངས་མ་རེད་ཕུང་ལབ་མེད་ད་ཡིན་དུས་རྒྱ་གར་ནག་དེ་ག་ཚོད་ནང་ཡོད་ང་ཚོ་ཁྱི་ཤིང་གི་ད་ག་དེ་ཕོ་ཕོ་བྲང་ནག་ལུང་ནག་དེ་དུ་ལ་ནི་མི་ཚང་མ་སེམས་ཚ་ཡོད་མ་རེད་ཁྱོད་ཚོ་ཁ་ནི་ཁོ་ཚོ་སེམས་ཚ་ཡོད་མདོག་མདོག་འདྲ་ཅིག་བཤད་པ་ཅིག་ཡིན་མདོག་མདོག་འདྲ་ཅིག་བཤད་ལ་ང་ཚོ་གི་ཡིན་མདོག་མདོག་བྱས་ནས་རྒྱ་གར་རྒྱ་ཡི་ཡི་ནོར་བ་ལ་ཡིན་མདོག་མདོག་བྱས་ནས་འདྲ་བཤད་དེ་ན་ད། གཞན་པ་སོགས་བྱེད་དགོས་རེད། གཞན་པ་སོགས་རྒྱ་དམངས་ཀྱི་ཡི་གེ་ནོར་བུ་ལ་སྲུང་སྐྱོབ་བྱེད་ཀྱི་རེད་བས། ང་ཚོ་མི་དངོས་གནས་ངའི་ཁྲ་ལོ་ལོ་སྟོན་ཉིན་ཏོག་ཙེ་ལ་པར་རིགས་ལ་རང་ཚུགས་འགན་བདག་འབྲས་ཕུན་མ་བཟོས་ན་ཡག་པོ་ཡོད་རེད་ཞོགས་པ་ཉི་འོད་ན་བཟའ་དེ་ཧ་ཁྱི་ལས་འགྱོད་རེད་ང་ན་ཟུག་མདོག་མདོག་འདྲ་བྱུང་ཁྱོད་རྣམས་མི་ཤི་དེ་འགི་ན་ཆད་པ་གས་ཡོད་མ་རེད་དངོས་གནས་འཛམ་གླིང་ཤི་ཉེས་གྲོངས་ཉེས་སྡུག་སྡུག་ཅག་རེད་མི་འདུག་ང་ཚོ་བོད་མི་རིགས་ལ་བྱུང་ཁའི་རག་ཡ་ཡོད་མ་རེད།

དང་པོ་ང་འབྱུང་པོའི་ལྟ་སྒོའི་རླངས་འཁོར་འཁོར་རོ། ང་འབྱུང་པོ་ཡི་ངའི་ཆེས་མཐོ་སར་ངའི་འབྱུང་པོའི་ལོ་ད་གར་ཆུ་བྱུང་ན་འདི་མེ་བྱུང་ན་ངའི་སྐྱ་ཐོ་གཉན་གྱི་མི་གཅིག་ང་ཡིན་ལ་ཤི་དགོས་རེད། ད་ད་ལྟ་འབྱུང་མི་འདུག་དྲང་པོ་བཤད་ན་འདི་ཡང་འཇའ་འཇའ་བཤད་ནས་ཉིན་གཅིག་ག་ལ་འོས་སྐད་ཆ་དེར་ཆོས་ཞེ་དྲག་ཡོད་མ་རེད་མ་ཚད། དངོས་གནས་ཁོ་ཆ་སྲིད་ཀྱི་མི་དངོས་གནས་ཆ་སྲིད་འདྲ་ཞིག་ཕུད་ཀྱི་ཡིན་ན་ཁོ་ཆ་སྲིད་ཀྱི་སྲིད་སྐྱོང་གི་དངོས་གནས་ཡིན་ན་ད་རེས་ཕུད་དགོས། ངས་རྩ་དུས་ཐོག་སྐད་ཤག་ཏུ་སྤྲད་དགོས་རེད་མི་འདུག་ང་དང་འབྲེལ་ཡ་ཡོད་རེད་བསམ་གྱི་འཚོ་བ་གཅིག་ལེགས་དགོས་ར་དེས་སྤྲད་དགོས་མི་འདུག་ཨ་ཁོ། ཁོ་ཆ་སྲིད་མི་འདུག་དངོས་གནས་ལེགས་པ་མི་འདུག་ངས་གང་དག་ཅི་བྱས་ལ་སྐད་ཆ་བཤད་ཡ་དེའི་ཐད་དྲག་ཡོད་ཀྱི་རེད། དེའི་ཚིག་གིས་ང་ཚོ་བོད་མི་རིགས་ལ་ཁེ་ཕན་ཡོང་རྒྱུའི་རྗེས་ཟློས་དང། ང་ནང་ཚོང་རྒྱུ་རྩལ་ཡིག་ལ་མ་བཙུགས་པའི་ནོར་བུ་ལྟ་ཚུལ་ལས། ཁོག་དེའི་ཚིག་གིས་མ་འདྲ་བ་ཀྱི་གཟིགས་སྟངས་འདྲ་གྱི་གནའ་རོགས་བྱས་ན་བོད་མི་རིགས་ཀྱི་རང་གཞན་གྱི་ཁོག་ལ་གུས་བརྩི་སླད་ཡོང་དགོས་རོགས། ཁོ་རང་ཁོ་རང་ལྟ་བ་གཅིག་འགྲོ་བ་ནི། ག་རེ་བྱས་ན་བྱས་ཁོ་རང་ཁོ་རང་སྲུང་སྐྱོབ་ཡ་བྱས་རང་བྱས་ཏེ་ཁོ་རང་ཁོ་རང་སྲུང་སྐྱོབ་རང་བྱས་ཏེ། དེང་སང་རྡ་ར་ཙལ་ལ་བྱས་ས། སྤེན་པ་ཚེ་རིང་ཞབས་བརྟན་རི་ལ་བཟའ་སྤེན་པ་ལ་ཞབས་བརྟན་བྱས་བསྡད་བསྡད་དོ།

ཁོང་གསོན་པོ་མི་བདེ་ན་བླ་མ་དཀོན་མཆོག་རེད་ང་ནང་ཚོགས་ནི་ད་ཀྱི་ལས་ཐོག་གྱི་སྲིད་སྐྱོང་རེད། གལ་སྲིད་ཁོ་ཤི་ཟིན་ན་ང་ཚོར་ཆུང་ངུ་མི་སེར་གྱི་འདུལ་བ་དེ་འདྲའི་གནད་འགག་དང་རེད་མ་ཚད་ཁེར་རག་ཡ་མ་རེད། ད་ལྟ་ང་ཚོ་ཡི་ཤི་ནོར་བུ་བོད་ཕྱི་ནང་སྙིང་ཁུ་ལྟ་བུའི་མིག་ཟླ་ཁོ་བོའི་སྙིང་རེ་ད་ཞོགས་པ་ཉི་འོད་དུས་སྐབས་སྔོན་མའི་བསམ་བློ་རྒྱ་ཆེན་པོ་བཏང་དགོས་སྐུ་ཆེ་མཆོག་ངོ་ཚོ་ཡིད་ཀྱི་ནོར་བུ་ལ་འདྲེ་འདྲ་བ་ཚེ་འཕྲེང་ལགས་འདི་ལ་ཡང་ཆེད་དུ་སྤེན་པ་ཚེ་རིང་གི་བྱས་ཉེས་འདྲ་བོ་ལ་སྤེན་པ་ཚེ་རིང་ཁོ་རང་ཡོད་ན་རེད་མེད་ན་རེད་དེ་འདྲེ་འདྲ་བོ་བྱུང་རག་ཏུ་རྒྱུ་ཁེ་ཡོད་མ་རེད། ཁོ་རང་བསྡད་ན་ནང་སྐྱིད་བསྡད་ན་བསྡད་ན་ཁེ་ཕན་ཐོག་ལས་རྒྱུ་ཁེ་ཞེ་དྲག་བྱེད་ཐུབ་མི་འདུག་ཨ་ཁོ་རང། ད་རུང་ཁོ་རང་གིས་བྱས་པའི་ཡིན་ནམ་ད་རུང་ཁོ་རང་གིས་བྱེད་དགོས་ཡ་ཐོག་ཏུ་ལས་ཀ་མ་བྱས་ད་རུང་དྲ་ལམ་ཁར་སྡུག་ར་འདྲ་ཞིག་བཀང་ནས་ཡི་གེ་འདྲ་བཏང་ལ་བཀའ་བྱས། ཁོ་རང་བྱེད་དགོས་ཡ་གྱི་ལས་ཀ་ཚང་མ་འཐུས་ཤོར་བ་དང་ད་རུང་དྲ་ལམ་ཁར་ཡི་གེ་རྫིག་པོ་འདྲ་ཞིག་བཀང་ནས་བཤད་ཀ་འདྲ་བྱས། དེ་སུ་གང་ན་འགྲོ་མ་ཐག་དེང་སང་མི་སྡུག་ར་བཀོལ་ཡ་གྱི་དེང་སང་མི་སྡུག་སྡུག་བཏང་ན་ཉེན་མ་རེད། མི་ཚང་མ་ཕ་ཁྲུས་ཆུ་ཚུ་ཁྲུས་ཆུ་ཚང་མ་འཁྱམ་པོ་གྱིས་མཐུན་པོ་བྱས་ནས་བྱ་བ་སྒྲོག་དགོས་ཀྱི་ཡོད་རེད།

དམངས་གཙོར་ཁག་བཀག་དང་དམངས་གཙོ་བཤད་ཕྱོགས་མིན་མདོག་མདོག་ལབ་ཡོད། སུ་གང་གི་ཡིད་ཀྱི་ནོར་བུར་མཚན་མེད་ཞོག་གོང་མ་ལྟར་ད་ལྟ་ང་ཚོ། མི་གཙང་མ་སེར་འཕྲེང་ལག་འདི་གི་མཚན་མེད་ཞོག་བསྟན། མགོ་ལོག་པད་མ་བཟང་པོ་ཁོ་རང་རེད། གཞན་པ་ཚོ་གང་བྱུང་མི་འདང་ངམ། དྲང་པོ་ཞིག་དང་སྐད་ཆ་དྲང་པོ་དྲང་ཞག་བཤད་དགོས་གལ་ཆེན་པོ་རེད་ད། ཁོ་ཁྱེད་ཀྱི་རེད་ཁོ་གཉིས་གཉིས་རེད་ཁོ་མི་ཡི་དེ་རེད་ཁོ་དེ་རེད་ལ་ང་ཚོས་བཤད་དེ་ན་དོན་དག་པོ་འགྲུབ་མ་རེད་སྐད་ཆ་ཚང་མ་དྲང་པོ་དྲང་པོ་བཤད་དགོས་གལ་ཆེན་པོ་རེད།